དེ་རིང་སྤྱི་ཟླ་བཅུ་གཅིག་ཚེས་ལྔ་ཉིན་བཀའ་བློན་ཁྲི་ཟུར་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་བློ་བཟང་བསྟན་འཛིན་མཆོག་གི་འཁྲུངས་སྐར་གྱི་དུས་སྟོན་དེ་བཞིན། བཙན་བྱོལ་བོད་མིའི་སློབ་གྲྭ་ཁག་གི་ནང་བོད་ཀྱི་དགེ་རྒན་ཉིན་མོ་ཞེས་སྲུང་བརྩི་ཞུ་གཏན་འཁེལ་བ་ལྟར། དེ་རིང་བཙན་བྱོལ་བོད་མིའི་སློབ་གྲྭ་ཁག་གིས་རིན་པོ་ཆེ་མཆོག་གི་སྐུ་ཚེ་ཧྲིལ་པོ་བོད་ཀྱི་སྐད་ཡིག་དང་ལེགས་བྱང། ནང་ཆོས། ཤེས་ཡོན་སློབ་གསོ། ཆབ་སྲིད། དེ་བཞིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ལེགས་བཅོས་དང་བོད་ཀྱི་རྩ་དོན་ཐོག་དཀའ་སྤྱད་འབད་བརྩོན་གྱིས་རླབས་ཆེན་གྱི་མཛད་འཕྲིན་བསྐྱངས་དང་སྐྱོང་མུས་ཡིན་པར་བཀའ་དྲིན་རྗེས་དྲན་དོར་ནས་ཐེངས་དང་པོ་གཞུང་འབྲེལ་ཐོག་ནས་དགེ་རྒན་ཉིན་མོ་སྲུང་བརྩི་ཞུས་གནང་སོང། རྩ་བའི་འདི་ལོའི་ཕྱི་ཟླ་དང་པོའི་ཚེས་བདུན་ནས་དགུ་བར་ཉིན་གྲངས་གསུམ་གྱི་རིང་བོད་མི་སྒྲིག་འཛུགས་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་བཙན་བྱོལ་བོད་མིའི་ཤེས་རིག་ཚོགས་ཆེན་ཐེངས་བརྒྱད་པ་ཚོགས་ཡོད་པ་དང་འབྲེལ། དེའི་ཐོག་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་འབྲོག་མོ་མཆོག་དང་ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་ཀྱི་དབུས་པས་བོད་པའི་སློབ་གྲྭ་ཁག་དྲུག་ཅུ་རེ་གཅིག་གི་འགན་འཛིན་དང་སློབ་སྤྱི། དགེ་ཆེ། དགེ་རྒན། དེ་བཞིན་མཐོ་སློབ་ཁག་གི་སྐུ་ཚབ་བཅས་ཁྱོན་ཚོགས་བཅར་བ་ཉིས་བརྒྱ་ལྷག་ཆེད་ཕེབས་གནང་ཐོག། བཀའ་བློན་ཁྲི་ཟུར་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གིས་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་དགོངས་དོན་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་སྐུ་ཚེ་ཧྲིལ་པོར་བློས་གཏོང་གནང་བ་དང། ལྷག་པར་རིན་པོ་ཆེ་མཆོག་གིས་དགེ་རྒན་ནི་མི་རིགས་སྤྱིའི་སྣེ་ཁྲིད་དང་རྒྱལ་ཁབ་ཀྱི་འཛུགས་སྐྲུན་བྱེད་པོ་སོགས་སྤྱི་ཚོགས་ནང་གལ་གནད་ཆེ་ཤོས་སུ་ངོས་འཛིན་གནང་གི་ཡོད་པར་བརྟེན་བཙན་བྱོལ་བོད་མིའི་ཤེས་རིག་ཚོགས་ཆེན་ཐེངས་བརྒྱད་པའི་གྲོས་ཆོད་དགོངས་དོན་ལྟར། སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་བཀའ་ཟུར་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་འཁྲུངས་སྐར་ཉིན་མོ་དེ་བཞིན་གཞུང་འབྲེལ་ཐོག་བོད་ཀྱི་དགེ་རྒན་ཉིན་མོ་སྲུང་བརྩི་ཞུ་རྒྱུ་ཐུགས་གཏན་འཁེལ་ཡོད་པ་རེད། དེ་དོན་དེ་རིང་བོད་མི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་གསུང་འཕྲིན་ཞིག་སྩལ་བའི་ནང་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གིས་དགེ་རྒན་ནི་མི་རིགས་སྤྱིའི་སྣེ་ཁྲིད་དང་རྒྱལ་ཁབ་ཀྱི་འཛུགས་སྐྲུན་བྱེད་པོ་སོགས་སྤྱི་ཚོགས་ནང་གལ་གནད་ཆེ་ཤོས་སུ་ངོས་འཛིན་གནང་གི་ཡོད་པར་བརྟེན། ཤེས་ཡོན་གྱི་ལས་སྣེའི་ཐོག་ཕྱག་ལས་གནང་མཁན་ཡོངས་ཀྱིས་ལྷག་བསམ་ཟོལ་མེད་ཀྱི་སྒོ་ནས་བོད་ཕྲུག་རྣམས་ལ་གནའ་དེང་ཟུང་འབྲེལ་གྱི་ཤེས་ཡོན་བསྐྲུན་དགོས་གལ་དང་ཆབས་ཅིག་བོད་ཕྲུག་རྣམས་ཡ་རབས་སྤྱོད་བཟང་ལྡན་པའི་སློབ་མ་ཚད་ལྡན་ཞིག་ཆགས་རྒྱུར་འབད་འབུངས་ཆེས་ཆེར་གནང་དགོས་པའི་སྐུལ་མ་གནང་འདུག། རྩ་བའི་ལོ་ལྟར་རིན་པོ་ཆེ་མཆོག་གི་འཁྲུངས་སྐར་དེ་བཞིན་སློབ་ཟུར་ཚོས་བོད་མིའི་འདུ་སྡོད་ས་གནས་མང་ཆེ་བར་མ་སྐུལ་དང་དུ་བླངས་ནས་འཁྲུངས་སྐར་སྲུང་བརྩི་ཞུ་བཞིན་པ་ལྟར། དེ་རིང་བཞུགས་སྒར་དུ་མཚོན་ན་བོད་མིའི་གཞུང་ཁོངས་མིན་པའི་ཚོགས་པ་ཁག་ཅིག་མཉམ་འབྲེལ་གྱིས་དུས་སྟོན་སྲུང་བརྩི་གནང་བཞིན་པ་དང་ཆབས་ཅིག་གསང་ཆེན་དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི་དཔེ་མཛོད་ཁང་དང། ལྷ་སྤྱི་ཚོགས་ཞབས་ཞུ་དང་ཤེས་ཡོན་བསྟི་གནས་ཁང་ཙམ་མ་ཟད། བཙན་བྱོལ་བོད་མིའི་ཤེས་རིག་ཚོགས་ཆེན་ཐེངས་བརྒྱད་པའི་གྲོས་ཆོད་དགོངས་དོན་ལྟར། ཕྱི་ཟླ་བཅུ་གཅིག་གི་ཚེས་ལྔ་བཀའ་ཟུར་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་འཁྲུངས་སྐར་ཉིན་མོ་དེ་བཞིན་གཞུང་འབྲེལ་ཐོག་བོད་ཀྱི་དགེ་རྒན་ཉིན་མོ་སྲུང་བརྩི་ཞུ་རྒྱུའི་ཐུགས་གཏན་འཁེལ་ཡོད་པ་ལྟར། འདི་ལོ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་སློབ་གྲྭ་ཙམ་མ་ཡིན་པར། བཙན་བྱོལ་བོད་མིའི་སློབ་གྲྭ་ཡོངས་ནས་རྣམ་པ་འདྲ་མིན་གྱི་ཐོག་ནས་རིན་པོ་ཆེའི་འཁྲུངས་སྐར་སྲུང་བརྩི་གཟབ་རྒྱས་ཞུས་ཡོད་འདུག།